བཀྲ་ཤིས་གཟིགས་དང། ས་ཆ་འདི་སྐྱིད་ཐོག་ཁ་པོ་ཞིག་འདུག་ཨ། འདུག།
དངོས་གནས་སྐྱིམ་ཐོག་ཁ་བོ་འདུག། ཚེ་ཧོའི་ཕ་ཇོ་ལ་ལྟོས་དང། པང་སྒང་ལ་རི་དྭགས་མང་པོ་མི་འདུག་པས། འདུག།
དངོས་གནས་ལྷ་ཡུལ་འདྲ་པོ་འདུག། བཟའ་བཏུང་འདི་ལ་ལྟོས་དང། ཤིང་ནགས་འདི་འདྲའི་མཐུག་པོ་འདུག་ཨ། དེ་གཉིས་རྐང་གཅིག་ཀྱང་མཐོང་བས་མི་འདུག་ཨ། ཁོར་ཡུག་སྙིང་རྗེ་བོ་དང་གཙང་མ་འདུག། འདུག་འདུག། ཁྱེད་རང་གིས་ཉོན་དང། ཇི་འོས་སྐད་སྙན་པོ་དེ་འདྲ་ཡང་གོ་ཡི་མི་འདུག་གས། གོ་ཡི་འདུག།
ང་ཚོ་ཤིང་ནགས་དཀྱིལ་ལ་འགྲོ་ན་བྱིའུ་སྐད་འདི་ལས་མང་བ་གོ་ཡི་རེད། ད་དུང་བྱ་བྱིའུ་འདྲ་མི་འདྲ་མཐོང་གི་རེད། དེས་ན་ང་ཚོ་ཤིང་ནགས་ལ་འགྲོ། དེ་ནས་དུས་ཚོད་བྱུང་ན་རིའི་གངས་ལ་ཡང་འགྲོ། གངས་རི་གང་ལ་འགྲོ་མ་ཐུབ་ན་ཡང་ཕ་རྒྱལ་བྲག་རི་གང་ལ་འགྲོ་ནས་སྐྱིད་པོ་བྱས་ནས་བསྡད་ཆོག་གི་རེད། རེད་རེད་ལྷ་མོ་ལགས། རང་གི་ཕ་ཡུལ་ལ་ས་ཆ་སྐྱིད་པོ་འདི་འདྲའི་མེད་ཙང་ད་ལྟ་གོ་སྐབས་རེད། ང་ཚོ་ཕ་གིའི་བྲག་རི་གང་ལ་ལྷོད་ལྷོད་བྱས་ནས་བསྡད་འོང། ང་དེ་རིང་དངོས་གནས་སྐྱིད་པོ་འདུག། སྔོན་མ་མཐོང་མྱོང་མེད་པའི་རྩི་ཤིང་གི་རིགས། བྱ་བྱིའུ་ཡི་རིགས་ད་དུང། མཚོ་མཚེའུ་དང་ཁོར་ཡུག་སྙིང་རྗེ་པོ་དེ་འདྲ་ལྟ་ཡ་རག་སོང། ལྷག་པར་རི་དྭགས་དེ་ཚོ་དེ་འདྲའི་སྙིང་ཆེ་བ་ལ། རི་དྭགས།
སྐྱེ་བོ་འདུག་ཨ། ཡིན་ན་ཡང་ང་ཚོ་ཤ་ཤ་ན་ཆུང་དུས་ནས་ས་རི་འདི་འདྲ་ལ་འཚར་ལོངས་བྱུང་ཙང་སྤྱི་བཏང་རེད། རེད་རེད།
དངོས་གནས་རེད། ད་ང་ཚོ་མགྱོགས་ཙམ་བྱས་ན་མ་གཏོགས་ཆར་པ་བབས་ས་རེད། གཅིན་པ་འཐེབ་ཀྱི་འདུག་ཨ། རེད་རེད། ས་ཆ་འདི་ལ་གནམ་གཤིས་བརྟན་པོ་ཞེ་དྲག་ཡོད་མ་རེད། ད་ང་ཚོ་འགྲོ། རེད་ད་འགྲོ།